ཨོ་བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད། རྩ་བ། སློབ་ཚན་བཅུ་དྲུག་པ། ཐེག་པ་ཆེ་ཆུང་གཉིས་བཞེད་ཚུལ་མི་འདྲ་བ་ཟེར་བ། ཨོ་འདི་འདྲ་ཅིག་གི་སྐོར་ལ་འགྲེལ་བཤད་མདོར་བསྡུ་ཞིག་བརྒྱབ་ཡ་ཡིན། ཨེ་ནི་དེ་ཡིན་པ། སངས་རྒྱས་ཀྱི་བསྟན་པ་ལ་རླུང་གི་བསྟན་པ་དང་རྟོག་པའི་བསྟན་པ་གཉིས་ཡོད་པ་རེད། ནི་རྟོགས་པའི་བསྟན་པ། ལམ་བདེན་དང་འགོག་བདེན་གཉིས། རླུང་གི་བསྟན་པ་ཀ་དང་དེ་ཡི་དགོངས་འགྲེལ་བསྟན་བཅོས་གཉིས་ཟེར་ནས་ནི། བཤད་ཚར་བ་རེད། སྐབས་འདི་ལ་རླུང་གི་ཆོས་འཁོར་ཆེ་དྲག་ཏུ་བཤད་པ་ཟེར་བ། འོ་དེ་འདྲ་ཅིག་གི་སྐབས་རེད། དེའི་ནང་ལོགས་ནས་ནི་དང་པོ། ཐེག་པ་ཆེ་ཆུང་གཉིས་བཞེད་ཚུལ་མི་འདྲ་བ། སྟོན་པ་མངོན་བསངས་བགྱིས་ཏེ་བདུན་ཕྲག་བདུན། རྫོགས་མཐར་ཆོས་འཁོར་བསྐོར་ནས་མྱང་འདས་སྤར། ཐེག་དམན་འབའ་ཞིག་གསུང་བཤད་ཉན་ཐོས་སྨྲ། ཐེག་ཆེན་འབར་རྣམས་འཁོར་ལོ་གསུམ་དུ་ཤེས། ཨོ་དེ་འདྲ་ཅིག་གསུངས་འདུག། དེའི་དོན་མདོར་བསྡུ་ན་ག་འདྲའི་རེད་ལབ་ན་ནི། སྟོན་པ་བཅོམ་ལྡན་འདས་རྒྱལ་བ་ཤཱཀྱ་ཐུབ་པ་དེ་ཉིད་མངོན་པར་རྫོགས་པར་སངས་རྒྱས་པའི་ཚུལ་བསྟན་ནས། བདུན་ཕྲག་བདུན་གྱི་བར་དུ་ཡོངས་གྲགས་ལ་འཇིག་རྟེན་གྱི་ཁམས་འདིར་ཆོས་མ་གསུངས་པ་རེད། བདུན་ཕྲག་བདུན་རྫོགས་ནས་ཉི་མ་བཞི་བཅུ་ཞེ་དགུ་རྫོགས་ནས་ལྷ་ཡི་དབང་པོ་བརྒྱ་བྱིན་དང། ཚངས་པ་ལ་སོགས་པའི་གསོལ་བ་གདབ་པ་ལ་བརྟེན་ནས་གཡུལ་བ་ར་ན་སི་ལ་བདེན་པ་ཞེས་ཐོག་མར་བལྟམས་པ་ནས་སྐུ་མྱ་ངན་ལས་མ་འདས་པའི་བར་དུ་ཆོས་བཅུའི་འཁོར་ལོ་གསུངས་པ་རེད། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་བཅུའི་འཁོར་ལོ་གསུངས་པ་དེ་ཡང། ཐེག་དམན་པ་རྣམས་ཀྱི་ལུགས་ལ། བདེན་པ་བཞི་ལ་སོགས་པ་ཡོངས་སུ་གྲགས་པའི་དྷཱི་མུན་གྱི་ཆུ། དྷཱི་མུན་གྱི་མདོ། འབའ་ཞིག་དྷཱི་མུན་གྱི་མདོ་ཁོ་ན་གསུངས་པ་རེད། འཁོར་ལོ་བར་པ་དང་འཁོར་ལོ་ཐ་མ། ཡང་ན་བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་དང། བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་ལ་སོགས་པ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་ཉན་ཐོས་རྣམས་ཀྱིས་ཁས་ལེན་གྱི་མ་རེད། ཉན་ཐོས་རྣམས་ཀྱིས། བཞེས་ཚུལ་ཡང་ན་ཉན་ཐོས་རྣམས་ཀྱི་འདོད་ཚད་ཡིན་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྐུ་ཚེ་གང་པོ་ལ་ཆོས་ག་རེ་གསུངས་པ་དེ་ཐམས་ཅད་ཐེག་དམན་ཡང་ན་བདེན་པ་ཞེས་འབའ་ཞིག་བསྟན་པ་ཕྱི་ཡི་ཆོས་སྐོར་འབའ་ཞིག་མ་གཏོགས་སྟོང་པ་ཉིད་དང་བྱང་ཆུབ་ཀྱི་སེམས་ལ་སོགས་པའི་ཐག་ཆེན་གྱི་སྡེ་སྣོད་དེ་ཚོ་ནས་གསུངས་ཡོད་པ་མ་རེད། ཉན་ཐོས་རྣམས་ཀྱིས་དེ་འདྲ་ཅིག་ལབ་གི་རེད། ཡིན་ན་ཡང། ཐག་ཆེན་པ་རྣམས་ཀྱིས་འཁོར་ལོ་རིམ་པ་གསུམ་གསུངས་པར་བཤད་ཀྱི་རེད་འདོད་ཀྱི་རེད། འཁོར་ལོ་རིམ་པ་གསུམ་ང་ཚོ་འདིའི་སྒང་ལ་ཡང་བཤད་ཡོད་པ་རེད། བཀའ་དང་པོ་བདེན་བཞིའི་ཆོས་འཁོར། བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར། བཀའ་ཐ་མ་ལེགས་པར་རྣམ་པར་བཤད་པའི་ཆོས་འཁོར་སེམས་འཁོར་ལོ་རིམ་པ་གསུམ་ཡོད་པ་དེ་དག་རེད། འོ་དེ་འདྲ་གི་འཁོར་ལོ་རིམ་པ་གསུམ་གྱི་རྣམ་གཞག་འདུག་ཚུལ་དེ་དག་མཁྱེན་གི་མ་གཏོགས་དག་མིན་གྱི་ཁས་ལེན་གི་མ་རེད། འོ་དེ་འདྲ་ཅིག་རེད་དོ་འདུར་འདུག་ན།